ད་ནམ་རྒྱུན་དུ་གུས་པས་ཨེ་ནི་ཁ་ནས་མང་པོ་ཅིག་བཤད་བསྡད་ཀྱི་ཡོད་རེད་རྣམ་པ་མང་པོ་ཅིག་མཁྱེན་གྱི་ཡོད་རེད་ཤེས་པ་རེ་བཞིན་གུས་པས་ལག་ལེན་གྱི་དངོས་སུ་ལག་ལེན་གནང་བ་ལ་བསྟར་གྱི་ཡོད་པ་ཅིག་རྣམ་པ་ཚོས་སྤྱན་ལམ་དུ་ཕུལ་གྱི་ཡིན། ད་ནམ་རྒྱུན་དུ་ང་རང་ཚོ་ཨེ་ནི་ཅི་རྐང་པའི་མཐེ་བོང། ང་རང་ཚོ་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ལ་ལག་པའི་གྲོགས་མོ་རྐང་པའི་མཐེ་བོང་ཨེ་ནི་དྲེག་གི་ནད་འདི་བཤད་ཡོད་རེད། ན་ཚ་འདི་མིང་ལ་དྲེག་ནད་ཟེར་གྱི་རེད་ང་རང་ཚོ་གངས་ཅན་བོད་ཀྱི་ཐ་སྙད་ལ་དྲེག་ནད་ཟེར་གྱི་རེད། དབྱིན་ཇི་གི་འདི་ལ Gout ཟེར་གྱི་རེད་རེད་བ། ད་འདི་ལ་ན་བཟའ་འདི་ལ་ག་དུས་ན་ཡོང་གི་རེད་ཟེར་ན་དུས་ཚོད་དེ་ངེས་པ་ཡོད་མ་རེད། ཡིན་ནས་ན་དུས་ཟ་ནས་ག་རེ་ཡོང་གི་རེད་ཟེར་ན་རྐང་པའི་མཐེ་བོང་གི་དལ་འབྱོར་བ་སྦངས་ཅིག། ང་ཚོ་ཡིན་ན་འདི་ལ་སྦངས་ཟེར་གྱི་རེད། ཨོ་རྐང་པའི་མཐེ་བོང་གི་ཨེ་ནི་ཅིག

ད་འདི་ལ་ང་རང་ཚོ་གཅིག་གིས་མ་ཤེས་རྨོངས་པ་མང་པོ་གཅིག་གིས་ཨ་ནི་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ལ་ནད་དེ་འདྲའི་གི་རིགས་ལ་ལམ་སང་སྨན་བཅོས་བྱེད་ཡག་ཡོད་མ་རེད་ཟེར་ཡག་དང་མྱུར་བཅོས་ཡོད་མ་རེད་ཟེར་ཡག་དང་ཨིན་ཇིའི་སྐད་རྒྱབ་ཡོད་ན First Aids ཡོད་མ་རེད་ཟེར་ཡག་དེ་འདྲའི་བཤད་བསྡད་གི་ཡོད་རེད་ད་འདི་མ་ཤེས་རྨོངས་པའི་སྐད་ཆ་རེད། ད་དེ་ཚོའི་ཁ་ལ་ངས་ནམ་རྒྱུན་དུ་དགག་པ་རྒྱག་གི་ཡོད་རེད་ཨ་ནི་ང་རང་ཚོ་སྨན་པ

སྐྱབས་བཞུགས་དེ་ལ་འཕྲང་དེ་སྟོན་པ་ཡིན་ན་ན་ཚ་འདིའི་བརྒྱ་ཆ་དགུ་བཅུ་གོ་ལྔ་བླངས་འགྲོ་གི་རེད། ཉི་མ་ཁ་ཤས་ཀྱིས་ནི་སྨན་བཟང་ཨ་ནི་ཁྱེད་རང་གིས་ཟས་སྤྱོད་དོ་སྣང་བྱས་པ་ཡིན་ན་ལས་སླ་པོ་ཞུ་བཞིན་ན་ཚ་འདི་ལ་གནོད་ཤོས་དེ་སྐྱུར་གྱི་ཟས་རིགས་ཀུན་དང་ཤ་དམར་པོ་དང་ཤ་དམར་པོ་ཟེར་དུས་ཙང་ནས་ཨ་ནི་ང་རང་ཚོ་ཨ་ནི་ཅིག་བ་ཕྱུགས་ཀྱི་ཤ་གླང་གོག་གི་ཤ་གཡག་གི་ཤ་འབྲིག་གི་ཤ་རྫོགས་ཀྱི་ཤ་ལ་སོགས་པ་དེ་འཚོལ་གི་ཡོད་རེད། དྲི་བ། འོ་འདི་རྣམ་པ་ཚོ་དོ་སྣང་བྱེད་གནང་བ་ཡིན་ན་ན་ཚ་འདི་ལས་སླ་བོ་ཞིག་བྱ་དགོས་རེད་ད་ལྟ་ངས་འདི་ལྟར་ཐུག་ཐུག་ལ་ང་རང་གི་རྐང་པའི་སྟེགས་བུ་ལ་གཏུག་གཏུག་བྱས་ན་མི་ལོ་ལྔ་ཕག་ཚག་ཞུགས་ཀྱི་རེད་ངས་སྨན་བཅོས་སྐར་མ་གསུམ་བཞི་བཅས་བྱས་པའི་བརྒྱུད་རིམ་ནང་ལོགས་ལ་ན་ཚ་བརྒྱ་ཆ་དགུ་བཅུ་ཙམ་ཅིག་ཟིང་དྲག་ཕྱིན་ཚར་རེད་ད་འདི་ངས་རྣམ་པ་ཚོའི་སྤྱན་ལམ་ལ་ཕུལ་ཡག་ཡིན་འདི། སྨན་པ་རྟ་རག་གི་འཇོན་པ་དེ་འདྲའི་གང་མ་རེད་འདི་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ལ་གསུངས་བཞག་པ་དེ་ཨེ་ནི། བེད་སྤྱོད་བྱས་པའི་ཉེར་ལེན་ལ་བརྟེན་ནས་བྱུང་བ་རེད་དེ་འདྲ་སོང་ཙང། གཙོ་བོ་དེ། གཡུ་ཐོག་ཡོན་ཏན་མགོན་པོ་ལ་སོགས་པའི་ང་རང་ཚོ་སྔོན་བྱོན་གྱི་མཁས་པ་དམ་པ་ཚོ་གི་བཀའ་དྲིན་དང་ཡང་སྒོས་ང་རང་མི་སྒེར་གྱི་ངོས་ནས་རྣམ་དཔྱོད་དེ་བེད་སྤྱོད་བྱས་པའི་རྒྱུ་མཚན་ལ་བརྟེན་ནས་ཡོང་གི་ཡོད་རེད་དེ་འདྲ་སོང་ཙང་ང་རང་ཚོ་གི་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལ་མི་འདུག་རྩ་བ་ནས་མ་གསུང་ཨ། བརྒྱ་ཆའི་བརྒྱ་ནས་བརྒྱ་ཡོད་རེད་ཞུ་ཡག་ཡིན་ད། ཡོད་པ་དེ་རྣམ་པ་ཚོ་སྨན་པ་ཚོ་གི་ངོ་སྤྲོད་ཐུབ་མ་ཐུབ་དང་ལག་ལེན་བསྟར་མ་བསྟར་དང་བསྟར་ཤེས་མ་ཤེས་འདི་ལ་རག་ལས་པ་རེད་དེ་འདྲ་སོང་ཙང་འདི་དེ་རིང་ངས་བཤད་དགོས་ཡག་འདི་གཙོ་བོ་བོད་ཀྱི་གསོ་བ་རིག་པ་དོན་གཉེར་ཚོ་དང་བོད་ཀྱི་གསོ་བ་རིག་པ་ལ་དུས་དང་རྣམ་པ་ཀུན་ཏུ་མིག་ར་ཟིང་ཟིང་བྱེད་མཁན་ཨེ་ནི་འགྲོ་བ་ནད་པ་ཉམ་ཐག་འདི་དག་ལ་ཕན་ཡག་ཆེ་ཟུར་ཡིན་ཨེ་ནི་ཐོ་ཇེ་ཆེ་ཨེ་རྣམ་པ་ཚོ་འདི་གང་མང་མང་ཞིག་བརྒྱུད་བསྐུལ་གནང་རོགས་གནང་ཞུ་ཡག་ཡིན་ཐོ་ཇེ་ཆེ།